དེ་དང་ལྷན་དུ་ནི་ཅིག་ད་ལོ་སར་གྱི་ནང་ལ་བུ་མེད་ཚེའུ་ཅིག་ལོ་སར་གྱི་སྡེར་ཁང་བསྒྲིགས་ད་ཡིན་ན་རེད་ཅིག་ད་ཅིག་ལོ་སར་བརྩི་སྲུང་བྱེད་ད་ཡིན་ན་རེད་ད་ཅིག་དེ་འདྲའི་སྐོར་ལ་ནི་ཅིག་ང་ཚོ་གས་ནི་ད་ཅིག་དེ་དང་འབྲེལ་བའི་སྐོར་ལ་ནི་ང་ཚོ་གས་ཅིག་བཅར་འདྲི་ཅིག་ཞུ་གི་ཡོད་ནི་ད་ལྟ་ཡིན་ན་ནི་ཅིག་ང་ཚོ་དེ་ལ་ནི་རྣམ་རྒྱལ་གྲྭ་ཚང་གིས་ནི།

གི་བརྩི་སྲུང་བྱེད་སྟངས་སོགས་ཀྱི་རེད་མ་འདྲ་བ་དེ་སྤྱི་ཡོངས་ཀྱི་ཆ་ནས་ག་རེ་བྱུང་བས་ན། ད་ལྟ་ཁྱེད་རང་གིས་གསུངས་པ་ན་ཤེས་རེད་སྤྱི་ཡོངས་ང་ཚོ་ད་རྒྱལ་རབས་ལོ་རྒྱུས་དག་དེབ་ཐེར་ཁག་གི་དཔྱད་གཞི་གཞི་བཞག་བྱས་པ་ཡིན་ན་ད་བོད་པའི་ང་ཚོ་ལོ་གཅིག་གི་ལོ་འགོ་འཛིན་ཚུལ་དེ་ལས་ད་ད་ད་རིགས་མ་འདྲ་ཅིག་གི་ཁག་བརྒྱད་ད་ཡོད་རེད། ད་དེ་ཐོག་མར་བོད་ཟླ་བརྒྱད་པ་ནས་ཆེ་བ་ཅིག་གི་བོད་ཟླ་གསུམ་པ་བར་དུ་ཁེགས་ཡོད་རེད་དཔེར་ན་བོད་ཟླ་གསུམ་པའི་དབང་དུ་བཏང་པ་ཡིན་ན་ནག་པ་ཟླ་བའི་ཚེས་ཀྱི་ལྷ་མོ་ཚེས་པའི་དུས་རྒྱུན་གོ་ལྷོད་ལོ་བཞི་ཆ་བྱས་པ་ཡིན་ན་བོད་ཟླ་གསུམ་པའི་ཚེས་པ་གཅིག་ལ་ཡང་ལོ་གསར་དང་ལོ་འགོ་ཁེལ་གྱི་ཡོད་པ་དེས་ན་ཕྱི་ཟླ་ལྔ་ཚོ་གཞུང་ལུགས་ཁག་གི་རྗེས་བཞི་ཆ་བྱས་པ་ཡིན་ན་ཡང་ལོ་འགོ་འཛིན་ཚུལ་དེ་ལ་ཡང་རིགས་མང་དག་འགལ་ཡོད་རེད། ཡིན་པས་ན་ད་ལྟའི་སྐབས་ལ་ཆ་བཞག་པ་ཡིན་ན་བོད་གངས་ཅན་གྱི་ལྗོངས་ལ་ཡང་ལོ་གསར་གཏོང་སྲོལ་གྱི་དབང་དུ་བཏང་པ་ཡིན་ན་ཡང་ལོ་འགོ་འཛིན་ཚུལ་བརྒྱད་རྣམས་ནས་ལོ་གསར་གཏོང་སྲོལ་དེ་ཁ་ཆེན་པོ་གཅིག་གི་གཞི་རེད། གཞིའི་ནང་ལོགས་ནས་ད་དང་པོ་དེ་བོད་ཟླ་བཅུ་པའི་ནང་ལོགས་ལ་ཡ་ད་ཀོང་པོའི་ལོ་སམ་ཡང་ན་ཀོང་པོ་ཤར་པའི་ལོ་སར་ཅེས་ལབ་གི་ཡོད་རེད་ད་དེའི་བྱུང་སྟངས་དེ་ལ་ཡ་རིགས་རབ་གཉིས་རེད་གཅིག་དེ་ང་ཚོ་རྩིས་ཀྱི་ཐོག་ནས་ཆ་བཞག་པ་ཡིན་ན་བོད་ལ་ཡ་རྒྱལ་ས་སྔ་ཕྱི་གཉིས་བྱུང་བའི་ནང་ནས་ཆོས་རྒྱལ་སྲོང་བཙན་སྒམ་པོའི་བཙུན་མོ་ལ་ཡ་རྒྱལ་ས་དབྱིན་ཞི་ཀོང་ཇོ་ཕེབས་པའི་སྐབས་ལ་རྒྱ་ནག་གི་རྩིས་རྒྱལ་རྩིས། སྔ་མའི་ལུགས་ཟེར་དེའི་ལུགས་བཤད་བྱས་པ་ཡིན་ན་བོད་ཟླ་བཅུ་པའི་ནང་ལོགས་ལ་ནས་ལོ་མགོ་འཁེལ་གི་ཡོད་རེད། དེ་ཙམ་མ་ཟད་ཡང་ང་ཚོ་བདུད་རྩི་རྔ་མ་ཁ་ཅིག་ཅེས་གསུང་བ་ནང་བཞིན་གྱི་ད་དུ་བའི་གཞུང་བདག་ཅག་གི་སྟོན་པས་གསུང་བའི་དུ་བའི་གཞུང་རེད་དེའི་རྗེས་ཆེ་ནི་པན་ཆེན་ད་ལྟ་ཤཱཀྱ་ཤྲཱི་རི་ས་སྐྱ་པན་ཆེན་དེ་ནང་བཞིན་རྗེ་ཙོང་ཁ་པ་ཆེན་པོ་ལ་སོགས་པ་དུ་བ་ཚོམ་པ་ཁོ་ན་ཚོའི་ལུགས་བཤད་བྱས་པ་ཡིན་ན་བོད་ཟླ་བཅུ་པའི་ནང་ལོགས་ལ་ནས་ལོ་མགོ་འཁེལ་གི་ཡོད་རེད་དེ་དང་འབྲེལ་ནས་ཀོང་པོ་ལི་ཡ་ཡང་ང་ཚོ་རྩིས་ད་ད་དུ་ཚོའི་རྒྱབ་ལྗོངས་ལ་བལྟས་ནས་ལོ་སར་དང་ད་ཅིག། གཉིས་པ་དེ་དུས་རབས་བདུན་པའི་སྐབས་ལ་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་ལ་ཀོང་པོ་ལ་ཡང་དམག་ཡོང་ནས་ད་དུང་དུ་དམག་ཐོག་ཏུ་མཐར་སྤྲོད་བཏང་དགོས་ཡོད་པ་ཡིན་ཙང་མཐར་སྤྲོད་བཏང་ག་ལ་མ་དེ་ལ་ང་ཚོ་ལོ་སར་ཁེལ་གི་ཡོད་པ་ཡིན་ཙང་ལོ་སར་མ་བཏང་རྗེས་དམག་བརྒྱབ་པ་ཡིན་ན་དམག་མིའི་སེམས་ཤུགས་དང་ཞེ་དྲག་མེད་པ་བྱས་ལོ་སར་ལ་ཡང་སེམས་ཆགས་ཀྱི་ཡོད་པ་ཡིན་ཙང་ཀོང་པོ་ཨ་རྒྱལ་བརྒྱབ་པའི་དམིགས་བསལ་ཐབས་ཇུས་མཁས་པོ་བྱས་ཐབས་མཁས་པོའི་ཐོག་ནས་ང་ཚོ་ལོ་སར་མ་བཏང་ནས་འགྲིག་གི་མ་རེད་དམག་མ་བརྒྱབ་ནས་འགྲིག་གི་མ་རེད་དེ་ལྟར་ང་ཚོ་ལོ་སར་བཏང་དགོས་རེད་དམག་བརྒྱབ་དགོས་རེད་དམག་མིའི་སེམས་ཤུགས་འཕར་བར་ཆེད་དུ་ལོ་སར་དེ

དེ་དེ་ཡིན་པ་ཡིན་ཙང་ད་ང་ཚོ་དབུས་དང་གཙང་གི་གོང་དུ་ནས་ལོ་སར་དེ་ལོ་སར་མ་རེད་ཁོ་ནས་གཏམ་པས་དེ་འདྲ་ཅིག་ཟུར་ཟའི་ཚུལ་དུ་ལོ་སར་དེ་ལ་མིང་ཐོག་ཅིག་ལ་ཡང་ཏོ་ལེ་ལོ་སར་ཟེར་ཞིང་ཁོ་ཚོ་གྲོད་ཁོག་ཏོག་ནས་ལོ་སར་ལྔ་སྟོང་བྱས་པ་རེད་ཟེར་གི་དེ་འདྲས་མིང་ཐོག་ཅིག་བཏགས་ནས་ཁོ་སྤྱི་ཚོགས་ཁང་ལ་འབོད་སྲོལ་ཡོད་པ་དེ་ཅིག་ཆགས་བསྡད་ཡོད་རེད། ད་དེ་ནས་གསུམ་པ་དེ་ང་ཚོ་བསོད་ནམས་ལོ་སར་ཟེར་དེ་རེད་ད་ཁྱབ་ཆེ་ཤོས་དེ་བསོད་ནམས་ལོ་སར་དང་བོད་ཟླ་དང་པོའི་རྒྱལ་པོ་ལོ་སར་གཉིས་ཆགས་ཡོད་རེད་ད་བསོད་ནམས་ལོ་སར་གི་རྒྱབ་ལྗོངས་ལོ་རྒྱུས་ལ་བལྟས་པ་ཡིན་ན།

ཨེ་ནི་བོད་ཟླ་བཅུ་གཉིས་པའི་ནང་ལ་ལ་ཡང་ལོ་མགོ་ཁེལ་གྱི་ཡོད་པ། དེ་ན་ཞིག་གི་རྒྱ་ནག་གི་བསོད་ནམས་ཀྱི་ལོ་སར་དེ་དང་ཡང་བོད་པའི་བསོད་ནམས་ལོ་སར་དེ་གཉིས་དེ་སྐབས་ཁེལ་གྱི་ཡོད་པ། དེ་ནས་ཕྱོགས་གཅིག་ནས་ཡང་ང་ཚོ་བོད་པའི་མང་ཚོགས་སྤྱི་ཡོངས་ཀྱི་འཚོ་བ་སྐྱེལ་སྟངས་དེ་ཞིང་འབྲོག་གཉིས་ཡིན་པ་ཡིན་ཙང་ཨེ་ནི་ཞིང་པ་དེ་ཚོ་ལ་ཡང་ང་ཚོ་བསོད་ནམས་བསབ་ལབ་ཀྱི་ཡོད་པ་ཡིན་ཙང་ཨེ་ནི་གཙང་ཁུལ་དེ་རྒྱལ་ཐབས་མང་བྱས་ཏེ་ང་ཚོ་འཚོ་བ་སྐྱེལ་སྟངས་ཀྱི་ཚད་ན་ཆ་བཞག་པ་ཡིན་ན་ཞིང་པ་ཆགས་ཀྱི་ཡོད་རེད། དེ་ཡིན་དུས་ཞིང་པ་དེ་རྒྱལ་བོད་ཟླ་དང་པོའི་ནང་ལ་ལོ་སར་བཏང་པ་ཡིན་ན་སྐབས་དེ་དུས་ལོ་སར་གྱི་སྐབས་ལ་ཨིནི་ཞིང་པས་ང་ཚོ་ཞིང་ལས་བྱེད་ཡག་གི་དུས་ཚོད་ཁེལ་གྱི་ཡོད་པ་ཡིན་ཙང་ཨིནི་ལོ་སར་ལྷོད་ལྷོད་བྱས་བཏང་ཡག་གི་རེད་གི་ཡོད་མ་ཏིའི་འདི་ཞིང་པ་དེ་གྱ་ལོ་ག་ཟེར་ད་ཟླ་བ་གཅིག་གི་སྔོན་ལ་བཏང་ནས་ཨིནི་དེའི་ལོག་སེར་འདྲ་པོ་བྱས་པ་ཡིན་ན་ང་ཚོ་སོ་ནམ་ལོ་སར་བྱས་གི་ག་ད་ཞིང་པའི་ལོ་སར་ཟིག་ཡོད་རེད་འབྲོག་པའི་ཁུ་ལ་ཆ་བཞག་པ་ཡིན་ན་ང་ཚོ་འབྲོག་པའི་ལོ་སར་ཟེར་ཡག་ཅིག་ད་ཡང་ན་མིང་གཞན་དག་ཅིག་ལ་ཡང་བིའུ་ལུག་ལོ་སར་བྱས་ཅིག་ཡང་འབྲོག་པ་ཚོའི་ལོ་སར་དེ་སོ་ནམ་ལོ་སར་དང་སྟབས་བསྟུན་ནས་བཏང་གི་ཡོད་རེད་ཏིའི་འདི་འདི་ཁྱབ་ཤོས་ཅིག་དེ་ཞིང་འབྲོག་གཉིས་གི་འབྲོག་པའི་བཏང་ཡག་སྐབས་ལ། བོད་ལུགས་ལོ་སར་ཆེད་ཞིང་པས་བཏང་བའི་སྐབས་ལ་ང་ཚོ་བསོད་ནམས་ལོ་སར་ད་དེའི་ནང་ལ་ཆོལ་ཁ་གསུམ་གང་བཏང་བས་ན་དབུས་གཙང་དབུས་གཙང་གཉིས་ནང་ལ་གཙང་གི་ནང་ལ་ཡང་ད་ཁྱབ་ཆེད་བཏང་གི་ཡོད་པ་ཡིན་ཙང་ཕྱིས་སུ་ད་ང་ཚོ་སྤྱི་ཡོངས་ཀྱི་མིང་གི་ཟུར་ཆག་པ་ཟེར་ནས་མི་འདུག་རྒྱུ་བ་ཕྱི་ནས་གཙང་པའི་ལོ་སར་ཟེར་གི་འབོད་སྟངས་དེ་བྱུང་པ་རེད་དེ་དུས་ད་དུང་ཚོ་ཡང་ང་ཚོ་ཕྱི་ད་རྒྱལ་རབས་ལོ་རྒྱུས་ལས་ཁར་བལྟས་པ་ཡིན་ན་དུས་རབས་བརྒྱད་པའི་ནང་ལོ་ནས་ཡིན་པ་ཡིན་ཙང་ལོ་ཆིག་སྟོང་ཉིས་བརྒྱ་ཡན་ཅིག་བར་གྱི་ལོ་རྒྱུས་ཡོད་པ་དེ་འདྲ་ཅིག་ཆགས་ཡོད་རེད། ད་དེ་ནས་ལོ་གསར་བཏང་སྲོལ་བཞི་པ་འདི་ད་ད་ལྟ་ང་ཚོའི་ཡོངས་གྲགས་ཀྱི་ཁྱབ་ཆས་བོད་རྒྱལ་ཁབ་རང་གི་ངོ་བོའི་ཐོག་ནས་སུན་སུན་འབྱིན་སྟངས་དེ་བོད་ཟླ་དང་པོའི་ལོ་གསར་ད་དེ་ལས་ཡོངས་གྲགས་ང་ཚོ་རྒྱལ་པོ་ལོ་གསར་ཟེར་གྱི་བ་རེད། དེ་ཡིན་དུས་འདི་ད་ང་ཚོ་རྒྱབ་ལྗོངས་ཀྱི་ལོ་རྒྱུས་སྒང་བལྟས་པ་ཡིན་ན་ད་དུས་རབས་བཅུ་གསུམ་པའི་ན་ལོ་ལ་ང་ཚོ་ཧོར་ད་བྱིངས་ཀྱི་རྒྱལ་པོས་བོད་ཀྱི་ད་མཐའ་མཚམས་ལ་དོ་ཚོ་ལ་ཡང་དབང་བསྒྱུར་བྱས་ནས་བོད་ཁྲི་སྒོ་བཅུ་གསུམ་ལ་སོགས་པ་འདི་རྒྱལ་སྤྲུལ་པ་ཆོས་རྒྱལ་འཕགས་པ་ལ་ཡང་ཕྱག་ཏུ་ཕུལ་བ་ལ་སོགས་པ་དེ་རིང་བྱུང་བ་རེད། དེའི་སྐབས་ལ་ཧོར་ད་ལྟ་རྒྱལ་པོས་མི་ཉག་ལ་སོགས་པ་དོ་ཚོ་དབང་དུ་བསྡུས་ནས་དེའི་མི་ཉག་དབང་དུ་བསྡུས་པའི་རྟེན་འབྲེལ་གྱི་སྐབས་ལ་རྒྱ་ནག་གི་ད་ལྟ་ཧོང་ལི་ཙི་དང་ང་ཚོ་ཧོར་གྱི་ད་ལྟ་ཧོར་ཟླ་དང་པོ་ལ་ཡང་བོད་ཟླ་དང་པོ་དེ་ལ་ཧོར་ཟླ་དང་པོ་བསྒྱུར་རེད་དེ་སྐབས་དེ་དུས་དེའི་རྟེན་འབྲེལ་གྱི་ཚུལ་ལ་བསྒྱུར་ནས་ཡོངས་ཁྱབ་ལ་ཡང་ང་ཚོ་ད་དུས་རབས་བཅུ་གསུམ་པའི་ཨེ་ན་ལོ་ལ་ཏི་གཅིག་སྟོང་ཉིས་བརྒྱ་ལྔ་བཅུའི་ནང་ལ་ང་ཚོ་ས་སྐྱའི་བོད་ལ་ཡང་ད་དབང་བསྒྱུར་བྱས་པའི་རྗེས་ལ་ཨེ་ནི་ལོ་སར་ཚེས་པ་བཏང་ཡང་དེ་ང་ཚོ་བོད་ཟླ་དང་པོ་ནས་བཏང་ཡང་གི་ད་རྒྱལ་ཁྱབ་ཀྱི་མ་བཀའ་གནང་ནས་དེ་ནས་མིང་ལ་ཡང་ང་ཚོ་རྒྱལ་པོ་ལོ་སར་ཟེར་ཏེ་འགོ་ཚུགས་པ་རེད་དེ་ནས་ཆད་པ་ཡིན་ན་ཕ་ཅིག་ལོ་བདུན་བརྒྱ་ལྷག་ཅིག་ལོ་རྒྱུས་རེད། ད་དེ་ནས་དེ་གཅིག་པོ་ཙམ་མ་རེད་ཡང་ང་ཚོ་བོད་ཀྱི་སྤྱི་ཡོངས་ཀྱི་བོད་རང་གི་ང་ཚོ་རྒྱལ་རབས་ལོ་རྒྱུས་སྐར་ལ་ཡང་ལོ་སར་བཏང་ཡང་གི་འགོའི་དབང་དུ་བཏང་པ་ཡིན་ན་བོད་ཀྱི་རྒྱལ་རབས་དགུ་པ། རྒྱལ་པོ་པུ་ཏི་གུང་རྒྱལ་གྱི་སྐབས་ལ་ཨེ་ནི་ལོ་སར་ཐོག་མར་ཏང་ཡག་གི་འགོ་ཚུགས་པ་དེ་རྒྱལ་རབས་ལོ་རྒྱུས་ཁག་ལ་འཁོད་བསྡད་ཡོད་རེད་དེ། ཏང་ཡག་འདིས་ང་ཚོ་ལྷོ་ཁའི་ནགས་རུ་ལ་ད་ལྟ་ཡར་ལ་ཤམ་པོ་བྱས་བྱས་བོད་གངས་ཅན་གྱི་ལྗོངས་ཀྱི་ད་ང་ཚོ་རྗེ་ཡི་དགུ་ལ་བཅུ་གསུམ་ལ་སོགས་པ་དུ་མཚོའི་ནགས་རུ་ནས་ད་ཡར་ལ་ཤམ་པོ་དེ་ང་ཚོ་ཡུལ་ཡར་ཀླུང་ལ་བརྟེན་ནས་ལྷ་ཡར་ལ་ཤམ་པོ་བརྟེན་དགོས་རེད་ཟེར་དེ་རེད་དེ་ཡིན་དུས་འདིའི་སྐབས་ལ་ཨེ་ནི་རྒན་མོ་ད་ད་བལ་མ་ཟེར་བྱས་རེད་དེའི་རྩིས་ཀྱི་ཟླ་རྩིས་ཟེར་ཅིག་ག་ད་ཟླ་བའི་སྐར་ཆའི་དང། དེའི་འཕེལ་འགྲིབ་དང་ཨེ་ནི་རྒྱུ་གར་གྱི་འཁོར་རྒྱུག་ལ་བརྟེན་ནས་ཨེ་ནི་དང་བ་དང་ཚིག་དང་རྩལ་གྱི་འགོ་ཚུགས། དེའི་སྐབས་ལ་ཨེ་ནི་ལོ་གཅིག་ལ་ཡང་ང་ཚོ་དབྱར་དགུན་སྟོན་དཔྱིད་ཀྱི་དུས་ཚིགས་བཞི་ལ་དབྱེ་བ་ཕྱེ། དུས་ཚིགས་བཞི་ལ་དབྱེ་བ་ཕྱེ་བའི་སྐབས་ཀྱི་དཔྱིད་ཀའི་དུས་ཚོད་དེ་ལྷོ་ཁ་ཡར་ལ་ཤམ་པོའི་ཨེ་ནི་ཁམ་བུའི་སྡོང་པོ་ལ་ཡང་མེ་ཏོག་ཤར་ར་དང་ཨེ་ནི་དེ་ནས་དཔྱིད་ཀའི་དུས་ཆེན་དང་ཡང་གི་འགོ་ཚུགས་པ་རེད། དེ་ནས་བྱེད་པ་གཅིག་གི་ལོ་སར་དང་ཡང་གི་འགོ་ཚུགས་པ་ཡིན་ཟེར་ལབ་ཡོད་རེད་སྐབས་དེ་དུས། རྒྱལ་པོ་པུ་ཏི་གུང་གིས་ཆ་བཞག་པ་ནས་རི་རྩེ་ལ་ཕྱིན་ནས་རི་སྐོར་བརྒྱབ་ཡ་དང། སྐབས་དེ་དུས་གཡའ་སངས་ཁུལ་ལ་ཡང་མང་ཚོགས་ཚོ་འཛོམས་ཆེད། རྟ་རྒྱུག་གི་འགྲན་བསྡུར་ཆེད་དམ་སྟག་རྩེད་འགྲན་བསྡུར་ཆེད་གླུ་གཞས་ཀྱི་འགྲན་བསྡུར་ཆེད་སོགས་པ་དེ་འདྲས་ཀྱི་ལོ་སར་ཐོག་མར་དེ་ནས་བཏང་ཆེད་དེ་ནས་ད་ལྟ་བར་དུ་ང་ཚོ་ལོ་སར་བཏང་ཡས་འགོ་ཚུགས་པ་ཡིན་གསུང་གི་རེད་དེ་འདྲས་བྱས་པ་ཡིན་ན་ལོ་སར་བཏང་ནས་ད་ལྟ་བར་དུ་ལོ་ཉིས་སྟོང་བརྒྱ་དང་བཅོ་བརྒྱད་དེ་འདྲས་ཅིག་གི་ད་སྤྱི་ལོའི་སྔོན་གྱི་ལོ་བརྒྱ་སྔོན་ནས་ལོ་སར་བཏང་ཡས་འགོ་ཚུགས་ནས་ད་ལྟ་བར་དུ་ང་ཚོ་ལོ་རྒྱུས་ལ་བལྟས་པ་ཡིན་ན་ལོ་རྒྱུས་ཧ་ཅང་རིང་པོ་ཅིག་དེའི་འདུས་ཐག་ང་ཚོ་གོང་ལ་ཞུགས་ན་ཞིག་བོད་ཁྱོན་ཡོངས་ལ་ཆ་བཞག་པ་ནི་ལོ་སར་བཏང་སྟངས་ཀྱི་རིགས་ཆེན་པོ་བཞི་རེད། རིགས་ཆེན་པོ་བཞི་ལ་བལྟས་ཡོང་དུས་ང་ཚོ་བོད་ཁྱོན་ཡོངས་ཀྱི་གཅིག་གྱུར་གྱི་ལོ་སར་བཏང་སྟངས་ཅིག་ཡོད་མ་རེད། ཡིན་པས་ཡིན་ནས་བཞི་པོ་དེ་ལ་བལྟས་ནས་ང་ཚོས་ག་རེ་མཚོན་ཐུག་པ་རེད་ཟེར་བ་ཡིན་ན། བོད་ཀྱི་ལུང་པ་སོ་སོའི་ཆོས་ལུགས་གྲུབ་མཐའ་ཁག་ཡིན་ནས་རེད། དེ་མ་ཡིན་པའི་ང་ཚོ་རྒྱབ་ལྗོངས་ཀྱི་རིག་གཞུང་གི།

ད་ལྟའི་ཆ་ལ་ཡིན་ན་ད་ཅིག་སྔོན་མ་གི་ལོ་རྒྱུས་ལྟར་ང་དམིགས་བསལ་སྐད་ཤེས་ཀྱི་མེད་ད་ཡང་ད་ཅིག་ད་ལྟའི་ཆ་ཡིན་ན་ཅིག་རྩིབས་སྤྲུལ་དེའི་དགོན་པ་ཁག་ནས་ཅིག་མི་མང་ལ་ཅིག་ད་ཕུལ་སྲོལ་ཡོད་པ་འདྲ་བོ་དེ་འདྲའི་ཆ་རེད་ཤག་ནི་རྩིབས་སྤྲུལ་དེ་གི་མི་མང་ལ་ཕུལ་དགོས་བ་ད་ལྟའི་གི་ཚོང་དོན་འདྲ་བོ་ག་རེ་ཡིན་ན་ཅིག་དུར་སྒྲིལ་ཞིག་བཟོ་ན། ང་ཚོ་རྩིབས་སྤྲུལ་ཟེར་བ་དེ་སྔོན་མ་ད་བོད་ཀྱི་ཐུན་མོང་མ་ཡིན་པ་ཅིག་ཅིག་དམིགས་བསལ་ལོ་སར་ག་ལ་ཅིག་གྲོ་སོ་གཞས་མ་གང་ལ་བཙུགས་ཡ་དེ་འདྲའི་འདྲ་ཅིག་དེ་འདྲའི་བཀྲ་ཤིས་པའི་རྟགས་འདྲ་བོ་དེ་འདྲའི

ད་ཁྱོད་འདུམ་བརྩོན་འགྲུས་ག་འདྲ་རོགས་ཤིག་བཟོས་ན། ད་ང་ཚོ་འདི་ནང་ད་ད་བར་བརྒྱད་དགུ་ཅིག་ཡོད་རེད་བརྒྱད་དགུ་གི་ས་ཁ་སེང་དེ་བེ་ཚི་བཅོ་ལྔ་བཅུ་དྲུག་དེ་བར་ནས་འགོ་བཙུགས་རེད་ལ། ད་བེ་ཚི་བཅོ་ལྔ་བཅུ་དྲུག་དེ་བར་ནས་འགོ་བཙུགས་ནས་དེ་ད་ཉིན་ཞིག་ལྔ་དྲུག་བར་དེ་ཙི་ཏྲ་རྐྱང་རྐྱང་བཟོས་རེད་ལ། དེ་དེ་བཟོས་ནས་ཙི་ཏྲ་ལྔ་བརྒྱ་དྲུག་བརྒྱ་ཟིག་ཅིག་བཟོས་ཤག་རེད་ལྔ་བརྒྱ་ལྔ་བརྒྱ་ལྷག་ལྷག་ཅིག་ད་དྲུག་བརྒྱ་མ་བཟོས་གསུམ་དེ་ག་ཅིག་བཟོས་ཡོད་རེད་ལ།

རིགས་འདྲ་བོ་ག་ཚོད་ཞིག་བཟོས་ནས་ད་ཅིག་ཡོད། ད། རྩེ་གྲ་རིགས་འདྲ་མོ་འདྲ་ད་ཁ་ཁ་ཤས་ཅིག་བཟོ་བཞིན་ཡོད། ད། མང་ཆེ་ཤོས་མི་མང་ཚོང་ད་མགྱོགས་པོ་འདྲ་ཅིག་བཟོས་ནས། མང་ཆེ་ཤོས་མེ་ཏོག་འདྲ་བོ་ད་དེ་འདྲས་རྐྱང་རྐྱང་བཟོ་གི་ཡོད་རེད་ལ། ད། དམིགས་བསལ་གྱི་སྦྱིན་བདག་དོན་ཚན་ལ་བཀྲ་ཤིས་རྟགས་བརྒྱད་ཅིག་མཐུན་པ་པིང་ཤེལ་ཅིག་རྒྱ་བཟོའི་སྣ་གདེངས་ཅིག་འདེའི་སྣ་ལྔ་ཅིག་དེ་མི་མཐུན་སྣ་གསུམ་འདྲ་བོ་ད་བ་དེ་འདྲས་ང་ཚོ་བཀྲ་ཤིས་བེ་གི་བཀྲ་ཤིས

ད་གང་དུ་སོ་སོ་གི་སོར་རྒྱུས་ཀྱི་འགྲོ་སྟངས་དེ་ཞུ་བཞག་བྱས་ནས་གང་དུ་ལོ་སར་བཏང་ཅིག་སླེབས་ཡོད་ར། ཨ་ནི་དེའི་འཕྲོ་ནས་ཅིག་ད་འདི་ད་འདི་ཆ་དགེ་ལང་གིས་ཅིག་ཅིག་གི་ལོ་སར་བཏང་བཏང་བཏང་དེ་རེས་ལ་ཅིག་ཁྱད་པར་འགྲོ་བ་སུ་མཐོང་གི་དེ་ཡིན་ལ། ད་ང་ཚོ་ད་གཞི་གོང་ལ་ཁྱེད་རང་ཀིར་རྣམ་ལ་ཞེས་རེད་ད་སྤྱི་ལོའི་སྔོན་གྱི་ལོ་བརྒྱ་ནས་ད་ང་ཚོ་བོད་ཀྱི་རྒྱལ་པོ་དགུ་བ་པུ་ཏི་གུང་རྒྱལ་ནས་བྱས་པ་ཅིག་ལོ་སར་བཏང་ནས་ད་ད་ལྟ་བར་དུ་ལོ་ཉིས་སྟོང་བརྒྱ་ལྷག་ཙམ་ཞིག་གི་ལོ་རྒྱུས་ཡོད་པས་ད་དེའི་བརྒྱུད་རིམ་ནང་ལོས་བལྟས་པ་ཡིན་ན་ལོ་སར་བཏང་སྟངས་དང་ལོ་སར་གྱི་གྲ་སྒྲིག་བྱེད་སྟངས་དང་ལོ་སར་གྱི་སྲུང་བརྩི་བྱེད་སྟངས་དང་དུ་ལ་ཡང་འགྱུར་བ་ཤུགས་ཆེན་པོ་ཞིག་ཕྱིན་ཡོད་པ་རེད། གང་ཡིན་ཟེར་ན་དཔེར་ན་ང་ཚོ་ད་ལྟའི་བོད་ཟླ་དང་པོའིནང་ལོ་ལ་ལོ་སར་བཏང་ཡང་རྒྱལ་པོ་ལོ་སར་གྱི་དབང་དུ་བཏང་པ་ཡིན་ན་ལོ་སར་ཚེས་པ་གཅིག་ལ་ཡང་བླ་མ་ལོ་སར་གཉིས་ལ་ཡང་རྒྱལ་པོ་ལོ་སར་གསུམ་ལ་ཡང་ཆོས་སྐྱོང་ལོ་སར་ཟེར་ཡང་དོན་གཙོ་ནི་བོད་ལ་དུས་ཕྱིས་སུ་ང་ཚོ་བོད་ཀྱི་རྒྱལ་རིགས་མྱུར་ཚབས་སྐྱེས་པ་ལྷ་ཐོ་ཙེ་རི་གཉན་ཚའི་སྐབས་ལ་ཡང་དམ་པའི་ཆོས་ཀྱི་དབུ་བརྙེས། རྒྱལ་རབས་སུམ་སོ་གཉིས་མ་སོ་གསུམ་པ་ཆོས་རྗེ་སྲོང་བཙན་སྒམ་པོའི་སྐབས་ལ་ཡང་དམ་པའི་ཆོས་ཀྱི་སྲོལ་བཏོད། ཨ་ནི་སུམ་ཅུ་སོ་བརྒྱད་པ་ལྔ་དང་ཁྲི་རེ་བ་ཅན་དང་བཞི་བཞི་བཅུ་པ་ཁར་ཚང་སོ་བརྒྱད་པ་ཁྲི་སྲོང་དང་ཞེ་བཞི་བ་ཁྲི་རེའི་སྐབས་ལ་ཡང་དམ་པའི་ཆོས་མཐའ་བཞི་རྒྱས་པར་བསྩལ་ཟིན་ལབ་ན་གཞིར་བཀང་བོད་ལ་ཡང་ནང་ཆོས་ད་རེས་རྗེས་ལ་ཡང་ཡང་ང་ཚོ་ལོ་སར་བཏང་བཏང་གི་དབང་དུ་ཆ་བཞག་པ་ཡིན། དེ་ལ་ཡང་དཔེར་ན་ང་ཚོ་ད་དུས་ཆེན་ལ་ཆ་བཞག་པ་ཡིན་ན་ཆོས་ཕྱོགས་དང་འབྲེལ་བའི་དུས་ཆེན་གཅིག། ཆབ་སྲིད་དང་འབྲེལ་བའི་དུས་ཆེན་གཅིག། དམངས་ཁྲོད་ཀྱི་བྱེད་སྒོ་དང་འབྲེལ་བའི་དུས་ཆེན་རིགས་གཅིག་ཡོད་པ་ཡིན་ཙང་ད་ང་ཚོ་ལོ་སར་གྱི་ཚེས་པ་གཅིག་གཉིས་གསུམ་ཟེར་དུས་དུ་མང་ཆེ་ཆོས་ཕྱོགས་དང་འབྲེལ་བ་དང་དམངས་ཁྲོད་དང་འབྲེལ་བའི། གཅིག་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཆོས་ཕྱོགས་དང་འབྲེལ་བ་དེ་མང་ཆེ་ང་ཚོ་སྤྱི་ཡོངས་ཀྱི་ད་ལྟའི་ཆར་ཆ་བཞག་པ་ཡིན་ན་ནང་པ་སངས་རྒྱས་པའི་ཆོས་ལུགས་དར་སྤེལ་བྱུང་བའི་རྗེས་ལ་ཡང་དེ་དང་བསྟུན་ནས་ཨ་ནི་ལོ་སར་སྲུང་བརྩི་བྱེད་སྟངས་ལ་ཡང་འགྱུར་བ་ཆེན་པོ་གཅིག་ཕྱིན་ཡོད་རེད། དེ་མ་ཡིན་པའི་བོད་རང་གི་གདོད་མའི་ཆོས་ལུགས་འོག་ཏུ་བཏང་བ་ཡིན་ན་ད་ཅི་ང་ཚོ་ལོ་འགོ་འགྲིག་སྟངས་ལ་སོགས་པ་དེ་ནང་བཞིན་ཁབ་ཚད་དེ་ག་སྒྲིག་དང་དོན་གཙོ་བོད་རང་གི་གདོད་མའི་ཆོས་ལུགས་གཡུ་འབྲུག་བོན་གྱི་ཆོས་ལུགས་ཀྱི་ལོ་སར་སྲུང་བརྩི་བྱེད་སྟངས་དང་འབྲེལ་བ་བྱུང་ནས་དེའི་རྒྱུན་ད་ལྟ་བར་དུ་ལྷག་བསྡད་པ་གཅིག་ཆགས་ཡོད་རེད་དེ་ཡིན་དུས་ང་ཚོ་ཆོས་ལུགས་ཆ་བཞག་པས་ན་གཡུ་འབྲུག་བོན་དང་ནང་ཆོས་དབང་གིས་ཡང་ང་ཚོ་ལོ་སར་སྟངས་དག་ལས་འགྱུར་བ་ཕྱིན་པ་གཅིག་ཡང་ཆབ་སྲིད་དབང་དུ་བཏང་པས་ཡིན་ན་ཡང་ང་ཚོ་རྒྱལ་པོ་ལོ་སར་ཟེར་དོན་གཙོ་བོད་རང་གི་དང་རྒྱལ་ཁབ་རང་གི་ངོ་བོའི་ཐོག་ནས་སྲུང་བརྩི་བྱེད་སྟངས་དབང་དུ་བཏང་པས་ཡིན་ཙང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་ཁ་ཚ་དང། དཔེར་ན་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་ནས་བྱས་པ་ཅིག་གིས་ད་བཙན་པོའི་སྐབས་ཀྱི་ད་རྒྱལ་ཆས་ཆེས་ག་འདྲ་གི་ཡོད་མེད་ལ་སོགས་པ་དོན་ཚོ་གོན་ནས་ལོ་སར་ཚེས་པ་གཉིས་ལ་ཡང་རྙིང་མ་གི་བཙན་པོའི་སྐབས་ཀྱི་ལོ་སར་གཞི་བཞག་བྱས་ནས་ལོ་སར་རྒྱལ་པོའི་ཁར་སོགས་རེད་ལམ་ལུགས་གཞི་བཞག་བྱས་ནས་སྲུང་བརྩི་བྱེད་ཀྱི་ཡོད་པ་ཡིན་ཙང་ལོ་སར་དེ་ལས་རྒྱལ་པོ་ལོ་སར་དང་ཚེས་པ་གཉིས་དེ་ལ་རྒྱལ་པོའི་ལོ་སར་ཟེར་སྲུང་བྱས་དོན་ཚོ་ཡང་ང་ཚོ་ཆབ་སྲིད་དང་འབྲེལ་བ་ཡོད་པ་དེ་ནང་བཞིན་གྱི་ད། ལོ་གསར་ལ་ཡང་སྔས་མ་དང་མ་འཁྲག་གི་ཡང་ཚེས་པ་གཅིག་གཉིས་གསུམ་དུ་ཚོ་ལས་དམིགས་བསལ་གྱི་དོལ་རྗེའི་སྲུང་བརྩི་ཞེ་སྡང་དུ་ཚོ་ཆོས་ཕྱོགས་དང་འབྲེལ་བའི་དོལ་རྗེའི་སྲུང་བརྩི་ཞེ་སྡང་དཔེར་ན་ང་ཚོ་ལོ་གསར་ཚེས་པ་གཅིག་ལ་ཡང་ནི་བླ་མ་ལོ་སར་སད་དེ་གདན་ས་སེང་འབྲས་དགེ་གསུམ་གཙོ་བོར་གྱུར་པའི་བླ་མ་སྤྲུལ་སྐུ་དོན་གཙོ་ལོ་སར་ཚེས་དུར་གྲོལ་བའི་རྗེས་ལ་ཡང་ནི་ཕོ་བྲང་པོ་ཏི་ལའི་ཚོམས་ཆེན་ནང་ལོ་ལ་དམིགས་བསལ་གྱི་བསྙེན་བཀུར་ཞུས་ནས་སྲུང་བྱེད་ཀྱི་ཡོ་བ་ཡིན་ཙང་དེ་ལས་བླ་མ་ལོ་སར་མིང་ཐོགས་དང་ཚེས་པ་གཅིག་གི་མཛད་སྒོ་ཐོག་མ་ལ་ཡང་ནི

དེ་ནས་རྒྱལ་མཆོག་ལྔ་པ་ཆེན་པོའི་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་བུ་བཞུགས་དགའ་ལྡན་ཕོ་བྲང་གི་དང་ཆབ་སྲིད་དབུ་བརྙེས་པ་ནས་བྱས་པ་ཅིག་བུ་བཞུགས་དགའ་ལྡན་ཕོ་བྲང་གི་ལོ་གསར་གྱི་གཞུང་འབྲེལ་གྱི་མཛད་སྒོའི་ཐོག་ལ་ཡང་མ་ཅིག་པ་དེ་ལམ་ལ་ཡང་ཟབ་གསོལ་གསུང་སྟངས་དེ་དེ་ཡིན་ཏེ་ཕྱི་དང་ང་ཚོ་ཆབ་སྲིད་དང་འབྲེལ་བ་བྱུང་སྟངས་དང་ཕྱིས་སུ་ལོ་གསར་ལ་ཡང་འགྱུར་བ་འགྲོ་སྟངས་དེ་འདྲ་གི་དང་མང་པོ་ཅིག་ཆགས་བསྡད་ཡོད་རེད། དེ་ལའང་གཉིས་ད་ལྟ་དེ་འགྲོ་བ་ལ་ད་ལྟ་རྩིས་སྤྲོད་ཁ་ཤས་ཤིག་ཞུ་བྱ་རྒྱུ་ལ་དེ།

དེར་ཡང་ང་ཚོ་བོན་སྒོས་ཨམ་ཆོས་དང་ཉབ་ཤ་དང་སྨུག་རྡུགས་དང་སྤིན་རྡོ་དང་ཉབ་ཤ་ཁ་དང་ཞྭ་སྒོ་མོ་ལ་སོགས་པ་འདི་འདྲ་གི་རིམ་པ་མང་པོ་ཞིག་བཟོས་ནས་འབྲི་སྐད་འདིའི་གསུང་སྟངས་རིགས་གཉིས་ཡོང་གི་ཡོད་རེད། གཅིག་དེ་ང་ཚོ་བོད་རང་གི་གདོད་མའི་ཆོས་ལུགས་དེ་གཡུང་དྲུང་བོན་གྱི་ཆོས་ལུགས་ཡིན་པ་ཡིན་ཙང་དེའི་སྐབས་ལ་ཡང་ད་ལོ་སར་སྲུང་བརྩི་བྱེད་སྟངས་དང། དཔེར་ན་ད་ང་ཚོ་གཡུང་དྲུང་བོན་རང་གི་གཞུང་དེ་འདྲ་ཡོག་མ་རེད་ཡིན་ནའི་ནང་ཆོས་ཀྱི་ཕ་མིང་བཏགས་པ་དེ་འདྲས་བོན་ལ་ཡང་དཀར་ནག་ཁྲ་གསུམ་སེར་ལ་སོགས་པ།

ཆེས་ཆགས་སྡང་གི་ལུགས་ཀྱིས་ད་གཟུགས་པོ་གང་ཚང་མཆོད་པ་ཕུལ་ཡག་ཚུལ་དུ་འགྲིག་གི་ཡོད་རེད། ད་ཕྱིས་སུ་དེ་འདྲའི་ཆགས་སྡང་འགྲིག་གི་བསྡད་པ་ཡིན་ན་ཁོ་ས་ཆ་འགྲིག་ས་དང་དེ་འདྲ་གི་སྟབས་བདེ་པོ་མེད་པ་ཡིན་ཙང། ཨེ་ནི་ང་ཚོ་ད་ཡན་ལག་གི་ཕྱོགས་སུ་གྱུར་པ་དེ་མགོ་ཡིན་པ་ཡིན་ཙང། ཨེ་ནི་དེའི་མཚོན་བྱེད་ཀྱི་ད་ང་ཚོ་ཕྱི་པའི་ནང་ནས་ཕྱོགས་སུ་གྱུར་ཡག་གི་མཚོན་དེའི་ཆེད་དུ་ཨེ་ནི་ལུགས་ཀྱི་མགོ་ལོ་འགོ་གཅིག་པོ་འགྲིག་ཡག་དེ། དེ་འདྲ་གི་སྨྲ་བརྗོད་ཀྱི་ཕུལ་བའི་དེའི་སྲོལ་རྒྱུན་རེད་གཟུང་ཐག་གཅིག་ཡོད་རེད། ད་དེའི་གོ་གཟུང་ཐག་གཅིག་རེད། ད་སྤྱི་ཡོངས་ཀྱི་འགྲེལ་བཤད་བརྒྱབ་ཡོང་དུས་ང་ཚོ་བོད་རང་གི་མང་ཚོགས་ཚོའི་འཚོ་བ་སྐྱེལ་སྟངས་དེ་ཞིང་འབྲོག་གཉིས་རེད། དེང་དུས་ཞིང་འབྲོག་གཉིས་ཀྱི་ནོར་ནས་ད་ང་ཚོ་མང་ཆེ་དེ་སོ་སོའི་ཁར་གཡུང་དྲུང་བོན་གྱི་ཆོས་བྱེད་མཁན་ཡིན་ན་རེད་ནང་ཆོས་བྱེད་མཁན་ཡིན་པ་ཡིན་ན་རེད་ཁོ་དྲུག་དང་ཚོ་ནས་སོ་སོའི་བཟའ་ཡག་གི་ཕུད་དེ་རྗེས་ནི་ཀུན་སྤྱོད་ལ་ཡང་ཐོག་མར་ཆུ་བ་ཕུད་ཡ་དེ་ཁོ་ང་ཚོ་ནང་པ་རང་གི་ཐུན་མོང་མ་ཡིན་པའི་འགྲོ་སྟངས་ཡིན་པ་ཡིན་ད་དེའི་ཆ་ནས་ཡང་ཆུ་བ་ཕུད་ནི་དེའི་འགྲོ་སྟངས་རེད་ཟེར་གྱི་རེད་དེ་ག་འདྲ་རེད་ཟེར་ལབ་པ་ཡིན་ན་དཔེར་ན་ང་ཚོ་འབྲོག་པའི་ཐུན་གོ་ལ་ཡང་ནི་ཤ་མ་ཐུད་གསུམ་རེད་དེའི་ནོར་ལས་ད་ཤའི་ནོར་ལ་ནས་དམིགས་བསལ་ང་ཚོ་ལུག་དེ་ལ་ཡང་དབྱང་ཀ་ལུགས་ཟེར་བྱས་མིང་གི་ཆ་ནས་ད་ད་རྟེན་འབྲེལ་བཟང་པོ་ཞིག་ཡོད་པ་ཡིན་ད་དེའི་ཆ་ནས

དེ་ནས་ཤིང་གིས་ད་ང་ཚོ་ཞིང་པའི་དབང་དུ་བཏང་བ་ཡིན་ན་ང་ཚོ་ཞིང་པའི་ཐུན་གོ་ཚོགས་དེ་གྲུ་ནས་སན་གསུམ་ཟིན་ཡིན་པ་ཡིན་ཙང་གྲོ་དེ་ང་ཚོ་དམིགས་བསལ་གྱི་གྲོ་སོ་ཕྱི་མ་ལ་ན་ལོ་ལས་ཡག་གྲོ་ལུག་ཡིན་གཅིག་མིན་གཅིག་གྲོ་ལུག་དགོས་ཏེ་དེ་ལས་ཚིག་གི་ཆ་ནས་ཁ་བྲལ་སོལ་ཏེ་ཁ་གྲོ་ཟེར་གི་དེ་འདྲའི་གི་རྟགས་དེ་འདྲ་ཡོད་པ་ཡིན་ཙང་ཡིན་གཅིག་མིན་གཅིག་གི་གྲུ་རིགས་ཀྱི་ན་ལོ་ནས་གྲོ་ལུག་དགོས་ངེས་པར་དུ་ལུག་དགོས་ཏེ

ང་ཚོ་དེར་ཁ་བསྒྲིགས་ནུས་དུས་མཚམས་པ་ལ་ཅིག་བུ་འགོ་ཨམ་ཅོག་བཞག་སྟངས་ག་འདྲས་ན་ཅིག་ད་གཡས་ཡོང་སྟངས་ཡོང་ཟེར་ཡ་དང་ཡང་བུ་འགོ་ཨམ་ཅོག་དུ་ཟོ་བསྒྲིགས་སྟངས་དང་བུ་འགོ་ཨམ་ཅོག་ལ་གྲངས་ཀ་ག་ཚད་དགོས་ཡོད་མེད་དང་དེ་འདྲས་ཅིག་ཁྱབ་པར་ཟེར་བ་ན། རེད་ད། གཡས་གཡོན་དུ་ཟོ་ལ་ཁྱབ་པ་ཞིག་རེད་ཡོད་མ་རེད་ཁོ་རང་གི་ཡང་ཆོས་གཞུང་དེ་སོ་སོ་སོའི་ཁང་པའི་གོ་ཁ་བསྟན་བཅོས་ཀྱི་ཐོག་ནས་ཁྱབ་པ་དེ་ཚོ་འགྲོ་གི་རེད་མ་གཏོགས་གཞན་དག་ཁྱབ་པ་ཞིག་རེད་ཡོད་མ་རེད། ད་འདི་ག་དེའི་འགྲིག་སྟངས་འདི་ལ་ཡང་ང་ཚོ་ཁྱིམ་ཚང་གི་དཔལ་འབྱོར་འཁོས་ཀ་ཞན་ལུགས་ཐོག་ནས་འགྲིག་སྟངས་གཅིག་དང་ཡང་གཞུང་དང་སྒེར་གྱི་ཐོག་ནས་འགྲིག་སྟངས་ཀྱི་རིགས་གཉིས་རབ་ཀྱི་དབྱེ་བ་ཕྱེ་ནས་གསུང་གི་ཡོད་རེད། དེ་འདི་འདི་ག་དེ་སྤྱི་དང་འགྲིག་པའི་སྐབས་ལ་བུ་འགོའི་ཨམ་ཅོག་དེ་དང་པོ་ལ་ཡང་འགྲིག་དེ་ཡང་གང་ལ་ཡང་ད་ང་ཚོ་ཉབ་ཤ་དང་སྨུག་རྡུང་དང་ཤ་སྒོར་མོ་དང་པིར་རྡོ་ལ་སོགས་པ་དེ་གཞི་འགྲིག་གི་ཡོད་རེད་འགྲོ་སྟངས་བྱས་པ་ཡིན་ན། དེ་འདི་ད་འདི་འགྲིག་པའི་སྐབས་ལ་བུ་འགོའི་ཨམ་ཅོག་དེ་ལ་ཡང་ཨ་ནི་བརྒྱད་བྱས་པ་བཅུ་བྱས་པ་བཅུ་གཉིས་བྱས་པ་ད་འདི་ང་ཚོ་ཁྱིམ་ཚང་གི་དཔལ་འབྱོར་ཡག་ཉེས་ལ་བལྟས་ནས་ང་ཚོ་རྒྱལ་སྡེ་དང་གཅོད་སྡེ་དང་བྱས་ཚེ་སྒོ་དེར་ཁ་དེ་རྒྱས་ཆེ་བ་བཅུ་བྱས་པ་ད་ཆར་ཆ་དགུ་དགུ་ཡོད་པ་ཡིན་ལ། དེའི་ཆ་ནས་མང་ཉུང་དེའི་ཁོངས་དཔལ་འབྱོར་འཁོས་ཀ་སྒྲིག་སའི་ས་ཆ་རྒྱ་ཁྱོན་ཡང་བརྟན་པོ་ཡོང་མ་ཡོང་ཡང་བརྟན་པོ་མ་བྱུང་བ་ཡིན་ན་མ་ལོག་པ་ཡིན་ན་ང་ཚོ་ཡང་དམིགས་བསལ་རྟེན་འབྲེལ་ཉེས་པ་ལ་བརྩི་གི་ཡོད་པ་ཡིན་ཙང་སྒོ་བརྟན་པོ་ཡོང་ཡ་ཆེད་དུ་དེ་འདྲའི་གི་ཐོག་ནས་བརྩི་སྟངས་གཅིག་ཡོད་རེད་ད་བུ་མགོའི་ཨམ་ཅོག་དེ་ཁ་ཡར་བླངས་ནས་སྒྲིག་སྟངས་གཅིག་དང་མ་ཁ་བུམ་ནས་སྒྲིག་སྟངས་གི་ལུགས་གཉིས་ཡོང་གི་ཡོད་རེད་བྱས་ཙང་ད་དེའི་ནོར་ནས་ཁྱིམ་ཚང་ཕྱུག་པོ་དེ་ཚོས་བུ་འགོས་ཨམ་ཆོས་ཁ་ཡར་བླངས་ནས་འགྲིག་གི་རེད། གང་ཡིན་ཟེར་ན་ཁ་ཡར་བླངས་པ་ཡིན་ན་ཁོ་སྟོང་པར་བཞག་ན་འགྲིག་གི་མེད་པ་ཡིན་ཙང་དེའི་ནོར་ལོག་ལ་ད་ང་ཚོ་ཆུ་བུམ་དང་བྱི་རིལ་དང་ཤིང་ཏོག་གི་རིགས་ལ་སོགས་པ་དེ་ནས་མང་པོ་རྒྱག་འགོ་གི་ཡོད་ཙང་འགྲོ་སོང་མང་ང་འགྲོ་གི་ཡོད་རེད་དེ་ཡིན་དུས་ཁྱིམ་ཚང་ཕྱུག་པོ་དེ་ཚོས་ཡང་སོ་སོ་དེ་འདྲས་ཀྱི་འགྲིག་ག་ཡོད་པ་ཡིན་ན་དེའི་སྒོ་གནོད་ཆས་གཞན་དག་མི་གོ་ཞེས་ཁོ་རང་ནོར་ལོག་ལ་བླུག་ཆོག་ཆོག་ཡོད་པ་ཡིན་ཙང་དེའི་ཆ་ནས།

བྱ་མ་ཚ་གསུམ་ལ་ཡོད་རེད་ད། བྱ། མ། ཚ། ད་འདི་གས་ང་ཚོ་དུས་རྒྱུགས་གཏུགས་བྱེད་རིགས་དེ་འགྲོ་ཡོད་པ་ཡིན་ཙང། དེའི་རྒྱུ་མཚོན་འགྲིག་ཡ་དེ་མ་ཡིན་པས་ད་ང་ཚོ་ལོ་སར་ཁོ་རང་གི་ཐུན་མོང་མ་ཡིན་པའི་སྐོར་གྲ་སྒྲིག་བྱས་ཏེ་ལོ་མགོ་དང་ལོ་བུད་དང་ཆང་བུད་ལ་སོགས་པ་དེ་བྱས་དེ་ན་ཞིག་གི་སྡེར་ཁ་དེ་མ་ཡིན་པས་ད་ལོ་མགོ། ནི་དེ་མ་ཡིན་པས་ད། སྤྱི་ལང་གི་ང་ཚོ་དཔལ་འབྱོར་ཡག་པར་སྦྱིན་པ་ཡིན་ན་ཡང་མཚོ་བུད་ཞང་ཡང་དང། ནི་མཆོད་པ་ལྔ་ཚར་དང་ཉེ་མཆོད་ལ་སོགས་པ་དེ་འདྲས་བསྒྲིགས་ནི། ཡང་སྐོར་གྲ་རྒྱས་བུད་ཕྱི་ལང་རིགས་བྱས་ཡོང་གི་ཡོད་རེད། གཙང་ཁུལ་ལ་ནི་ལོ་སར་གཅིག་རྒྱལ་བོ་ལོ་སར་དེ་ཉི་མ་གསུམ་གསུམ་ཞིག། བརྩི་མཚོན་ཞིག་མ་རེད་བསམ། ཨ་ནི། ཁ་ཆེ་ལ་མི་ལྟ་ཅིག་བསོད་ནམས་ཀྱི་གི་ཚོ་དེ་ཅིག་ཡིན་པའི་ཆ་ནས་ཡང། དེ་ཕྱི་མ་ནི་ཕ་བསོད་ནམས་ཀྱི་ལས་ཀ་བྱས་ད་དེ་འདྲས་ཡོང་དགོས་བསམ། ཨ་ནི་སྤྱི་བཏང་གི་ད་འདྲ་ཡིན་ན། ད་བོད་ནང། བོད་ནང་སྤྱི་ཡོངས་ཀྱི་ལོ་སར་བརྩི་སྲུང་བྱེད་ད་རང་བྱས་ན་ཉི་མ་བཅོ་ལྔ་ལ་བརྩི་སྲུང་བྱེད་ད། ལོ་སར་དེ་ཉི་མ་བཅོ་ལྔ་བྱེད། ཨ་ནི། བཅོ་ལྔ་དེ་ལ་ཨ་ནི། ཅིག་བཅོ་ལྔ་མེ་ཏོག་མཆོད་པ་ལ་མི་ལྟ་ཅིག། དགོན་པ་ཁག་ད་དེ་འདྲས་གི་དེ་འདྲས་བྱེད་ད་དེ།

གྲ་སྒྲིག་ཆ་ནས་རྒྱས་པོ་ཆགས་བསྡད་ཡོད་རེད་དུས་ཡུན་གྱི་ཆ་ནས་རྒྱས་པོ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཀོ་ལོ་སར་དངོས་གནས་ལྷོད་ལྷོད་བྱས་ནས་བཏང་ཡོད་དེ་ཕྱོགས་གཅིག་ནས་ཀོ་ལས་ཀའི་དེ་འདྲ་གལ་མེད་པ་བྱས་དེ་འདྲའི་ཐོག་ནས་རེད། ཕྱོགས་གཅིག་ནས་ཡང་ང་ཚོ་ལུང་པ་སོ་སོའི་གི་ཡང་སྲུང་བརྩི་བྱེད་སྟངས་མ་འདྲ་མེད་རེད་ཕྱིས་སུ་ང་ཚོ་འགྱུར་བ་མང་པོ་ཕྱིན་ཡོད་རེད་ད་དེང་སང་ལབ་སྟངས་བྱས་པ་ནི་བོད་ལོ་སར་ཉི་མ་བཅོ་ལྔ་རེད་རྒྱ་གར་ལོ་སར་ཉི་མ་གསུམ་རེད་ཨ་རིར་ལོ་སར་ཆུ་ཚོད་གསུམ་རེད་ལབ་ན་ཞིག་ལུང་པ་སོ་སོ་ཚོས་འདྲ་ཡང་ཁོ་དུས་རབས་དང་མཐུན་པའི་ཐོག་ནས་གོ་དོན་ཚོད་ཡོད་དང་མེད་ཀྱི་ཐོག་ནས་ཉི་མ་བཅོ་ལྔ་དང་དགུང་དང་དགུང་མོ་དང་གཙོ་དེ་ང་ཚོ་དུས་ཚོད་སོ་སོའི་ལས་ཀ་བསྟུན་ནས་གོ་སྐྱོ་དྲུག་དང་གཅིག་ཆགས་ཡོད་རེད་ད་གཞུང་འབྲེལ་གྱི་ལོ་སར་ཆ་བཞག་པའི་ཐ་ཆེ་ང་ཚོ་ཚེས་པ་གཅིག་ལ་ཡང་བླ་མ་ལོ་སར་གཉིས་ལ་ཡང་རྒྱལ་པོ་ལོ་སར་གསུམ་ལ་ཡང་ཆོས་སྐྱོང་ལོ་སར་སེལ་བའི་ལ་སོགས་པ་དེའི་སྲུང་བརྩི་དང་དབང་ཐང་མིན་ན་བོད་ལ་ཡང་ང་ཚོ་གཞུང་འབྲེལ་གྱི་ལོ་སར་དེ་ཚེས་པ་གསུམ་རེད་ཚེས་པ་གསུམ་ལ་ཡང་ད་ཅིག་ང་ཚོ་ཆོས་སྐྱོང་དང་གནས་ཆུ་ཆོས་རྒྱལ་ཆེན་པོ་སྤྱན་འདྲེན་ཞུས་ནས་སྲུང་བརྩི་བྱེད་སྟངས་དང་དེ་ན་ཞིག་གི་གཟབ་གསོལ་དང་གྲོས་དོན་སུ་ལོ་སར་ཚེས་པ་གསུམ་ལ་ཡང་གྲོས་ཚེས་པ་བཞི་ལ་ཡང་ནི་ཆོས་སྤྲུལ་སྨོན་ལམ་ཆེན་མོའི་གདན་རྒྱག་གི་གྲ་སྒྲིག་བྱེད་ཀྱི་ཡོད་པ་ཡིན་ཙང་དེ་ནས་བྱེད་པ་བྱེད་ཀྱི་སྨོན་ལམ་གྱི་གྲ་སྒྲིག་བྱེད་ལ་སོགས་པ་དེ་ནས་ཡོད་མིན་ཙང་གཞུང་ཁྲིད་ཀྱི་མཛད་སྒོ་དེ་ཉི་མ་གསུམ་པ་དེ་ཡོད་མ་རེད། ལོ་གསར་གྱི་ཅི་ཡོད
བརྩི་སྲུང་བྱེད་ལྟ་ཅི་ནི་ང་ཚོ་ཅི་ཡོད་ག་ལ་བར་ད་སོ་སོ་ཅིག་ནང་པ་རྒྱག་གི་ཅིག་ཡིན་པ་དང་ད་སོ་སོ་ཅིག་ནང་པ་ཞིག་རྒྱག་གི་ཡིན་པ་ཞིག་ཡིན་པའི་ངེས་ནི་ཅིག་ག་ལ་བར་ད་ལོ་གསར་གྱི་སྲིད་གསུམ་ཞེས་བཏགས་ཏེ་སོ་སོ་གི་སོར་རྒྱུན་གྱི་ཆེ་ལུགས་དང་འབྲེལ་བ་ཧང་སང་ཧང་སང་ཅིག་ཐག་ཉེ་བོ་དང་གཏང་ས་པོ་ཡོང་རྒྱུ་དེ་འདྲས་ཆགས་འདུག་ཨ་ནི། ད་ངོ་མ་ནི་ཅིག་གི་ནང་ཆོས་དང་འབྲེལ་བ་རྒྱུ་དེ་འདྲས་གང་ལས་ཅིག་ལོ་སར་ཟེར་བ་ཡིན་ན་ལས་དེ་འཛད་སྒོ་དེ་འདྲས་ག་འདྲས་སུ་ཚང་བ་ཡིན་ན་ལས་དེ་འདྲས་དང་འབྲེལ་བ་ཤུགས་ཆེན་པོ་འདུག་ཨ་ནི། ད་ཟླ་དང་ཉི་མ་བར་ལ་ད་ཅིག། ལོ་གསར། བཙུགས་སོང་ཞེས་བལྟ་ལ་བོད་མི་དེ་ཚོའི་ནང་ལོགས་ལ་ཅིག་བལྟ་ཁ་ལོ། ད་དེང་སང་ཡིན་ན་ཅིག་དྭང་རབས་ཅན་ཡིན་ལབ་འདི་ལྟ་ཅིག་ཡང། བལྟ་དེ་ཅིག་སྤྱི་ཚོགས་ཁ་ལོ། རྙིང་པ་གི་ཅིག་དེ་ལ་ཅིག་མི་དེ་ཚོ་ཅིག་བསམ་བློ་ཡོད་ན་དེ་བསམ་བློ་གསར་བ་གཏང་གི་ཅིག་གྲོ་རྟགས་གསར་བ་ཅིག་གི་ཟེར་དེ་འདྲའི་པར་ལ་ཁྱད་པར་མཐོང་གི་ད་གི་ལ། ལོ་གསར་གི་ཡང་སྒྲིག་ཤོམ་བྱེད་སྟངས་དེ་ཚོ་ལ་བལྟས་ཚེ་ཁྱད་པར་འགྲོ་གི་མེད་རོ་ཟེར་གི་འདུག་དངོས་གནས་བྱས་པ་ཡིན་ན་ད་ཅིག་ང་ཚོ་ལོ་གསར་གི་ད་ཅི་ད་ང་ཚོ་ཕྱི་མ་སྒྲིག་པ་ཡིན་ན་ངེས་པར་དུ་རྩིབས་སྒྲུབ། དགོས་ཡག་གི་ངེས་པ་དེ་ཡོད་མ་རེད་རྩིབ་སྒྲུབ་མེད་པའི་ང་ཚོ་དེ་འདྲའི་འབོར་སྒྲིག་སྲོལ་ཡོད་པ་དེ་འདྲའི་རྒྱལ་རབས་ལོ་རྒྱུས་ཀ་ལ་འཁོད་བསྡད་ཡོད་རེད་རྩིབ་སྒྲུབ་ཕྱིས་སུ་གོ་ད་གཟོད་བྱུང་བ་ཅི་རེད་བ། དེ་ཡིན་ནའི་ད་ང་ཚོ་རྩིབ་སྒྲུབ་བཞག་སྟངས་དེ་གཙོ་བོ་དཀོན་མཆོག་གི་མཆོད་པའི་ཆེད་དུ་བཞག་གི་ཡོད་པ་ཡིན་ཙང་ཁོ་ཡང་གོ་ང་ཚོ་དཀོན་ལོ་དང་རྒྱུ་དང་ག་རེ་ཐོག་ནས་ལྷད་མེད་པ་ཅིག་གོ་ཡག་དང་སྤུས་དག་པོ་ཅིག་དང་ང་ཚོ་ད་ཆོལ་ཁ་སྲིད་དེ་ཁོ་ཨང་ཀི་དང་པོ་ཅིག་གོ་གི་རེད་ཡིན་པ་ཡིན་ནའི་ད་ཕྱིས་སུ་ཡང་ང་ཚོ་ལོ་སར་གི་སྲུང་བརྩི་དང་འབྲེལ་ནས་རྩིབ་སྤྲོ་ཚོམ་བཟོའི་ད་ག་ཟེ་རི་མོ་བྲིས་པ་དང་ཤིང་གི་ལོ་ལེགས་བཀོད་བརྒྱབ་བྱས་པའི་སོ་དེ་འདྲས་མ་གཏོགས་ཡང་ཆོལ་བ་རང་གི་དངོས་སུ་གསར་བ་བཞག་ནས་དངོས་ནས་ཆོལ་ཁ་དེ་གསར་བ་གསར་བ་གོ་གི་ཡོད་རེད་བ་ཆེད་དུ་རྩིབ་སྤྲོ་ཡིན་ནའི་གསར་བ་བཞག་ནས་ཕུལ་གོ་གི་རེད་ད་ཉིད་ཀྱི་ཤིང་གི་བཀོད་བརྒྱབ་པ་དེ་ད་ལོ་བཙུགས་པ་ཡིན་ནའི་ཁོ་ཆོལ་བ་གས་ཆགས་གི་མ་རེད་བ་ད་ག་ཟེ་ད་སྙིང་རྗེ་བོ་དང་སྒྲིག་ཤོམ་རང་མ་གཏོགས་ཆོལ་བས་ངོ་ཆགས་གི་མེད་པ་ཡིན་ད་དེ་འདྲས་ལ་ཡང་ཡང་དེང་སང་ཕྱིས་སུ་ང་ཚོ་ལོ་འགོ་ཡིན་ནའི་རེད་རྩེ་བཀྲུ་ཡིན་ནའི་རེད་དོ་ཚོའི་ཁྲེད་ལ་ཡང་ཅི་གང་སུ་ཁར་རྫུན་མའི་རིགས་ཚེ་གོ་རེ་བས་གང་ལྟར་ཤིང་གི་བརྐོས་རྒྱས་པ་དང་རྫིག་པོ་དང་དེ་འདྲས་ཀྱི་ཅི་སྒྲིག་གཞུང་རང་གི་རྣམ་པ་གཏད་པ་མ་གཏོགས་ཆོས་པ་རང་ལ་ཡང་ཡང་ཐུགས་བསམ་བཞེས་ནས་ཅི་འདྲས་བྱེད་ཀྱི་མེད་པ་དེ་འདྲས་ཁོ་འགྱུར་བ་འགྲོ་བཞིན་པ་དེ་རེད་སྤྱི་ཡོངས་ཀྱི་ཐོག་ནས་སུ་ཚིག་དང་དང་དོལ་ཚོས་བྱས་ནས་ཁོ་དོལ་ཚོའི་རིང་ཐུང་དང་ཁོ་ལས་ཀའི་ཁྲེད་ལ་ཆེ་ཆུང་དང་དེ་འདྲས་ཡོང་གི་རེད་མ་གཏོགས་ལོ་སར་སུ་ཚིག་དང་སྤྱི་ཡོངས་ཐོག་ནས་ཨང་དང་སྒྱོགས་ཤུགས་ཆེན་པོ་ར་ཕྱིན་ཡོང་མ་རེད།